ཕྱུག་པོ་དང་སྐྱོ་བོ་གྱི་བར་ལ་དབྱེ་བ་འབྱེད་ཡ་བྱེད། དེ་ནས་ས་གནས་ག་ནས་ཡིན་སྐྱོར་གྱི་ཐོག་ནས་དབྱེ་བ་འབྱེད་ཡ་དང། དེ་ནས། Sexual Orientation ལ་ལུགས་ད་དབྱིན་ཇི་ནང་ལ་བོད་སྐད་ནང་ག་འདྲ་ཞུ་འོ་ད། ཕོ་དང་མོ། བཟའ་ཚང་བྱེད་ཡ་དང།

ང་ཚོའི་གི་སྤྱི་ཚོགས་དང་འབྲེལ་བའི་གི་ཐོག་ནས་ཡལ་བ་ཅིག་ག་རེ་ག་རེ་བྱེད་ཀྱི་ཡོད་ནས་དེ་ང་ཤེས་འདོད་ཤོར་བ་ཅིག་བྱུང་སོང། ད་གལ་ཆེ་ཤོས་དེ་ང་ཚོའི་གི་འཐབ་རྩོད་ཐོག་ནས་བྱེད་པ་ཡིན་ན། རྒྱ་ནག་དང་བོད་ལ་ནི་ཡལ་བ་བྱས་ཏེ་བེད་གལ་ཆེན་པོ་དང་རྒྱ་མི་རིགས་དང་བོད་མི་རིགས་ལ་ནི་ཡལ་བ་བྱས་ཏེ་ཅིག་ཁར་ལ་བར་བཏབ། རྒྱལ་ཁབ་གཉིས་ནང་ལོགས་ལ་མི་རིགས་མ་འདྲ་བ་གཉིས་ཡུལ་སྐྱོར་ཐོག་ནས་དབྱེ་བ་འབྱེད་བཞིན་འདུག་ཨ་དེ་ཡང་རྩ་དོན་ལ་གལ་ཆེན་པོ་འགྲོ་བཞིན་མཐོང་གི་འདུག་ཨ་ཁ་ཅིག་ལ་ནི་ང་ཚོ་སོ་སོའི་གི་མི་ལ་ལྟ་བ་ག་གོ་བས་བྱས་ཨ་ནི་མི་རིགས་གཞན་པ་ལ་ཅིག་དང་པོ་ཉན་ལ། བྱེད་དོ་མ་བྱེད་ཡིན་སྐོར་ནས་སོ་སོའི་མི་རིགས་ལ་བརྟག་པ་རྒྱ་བལ་ཡག་བྱས་དེའི་ཐོག་ནས་དབྱེ་བ་བྱས་ཏེ་དབྱེ་བ་བྱས་ཏེ་ཡག་པོ་ཡག་པོ་རེད་ཨ་ནི་གལ་ཆེན་པོ་མཐོང་གི་འདུག་ར་བ། བོད་རང་བཙན། བོད་རྒྱལ་ཁབ། བསྐྱར་འགོག་གི་དབང་ཡོད་བ་ནས་ཐར་ཐར་བར་དུ་ཨ་ནི་དབྱེ་བ་དེ་བཅད་དགོས་ཀྱི་རེད་ཨ་ནི་གལ་ཡེ་ཆེན་པོ་རེད་བསམ་གི་འདུག་ར་བ། ཏང་ང་ཚོས་ཀྱི་སྤྱི་ཚོགས་ནང་ལོགས་ལ་ད་ལྟ་དབྱེ་བ་གཅིག་སྟེ་དེ་དུ་བ། གསར་འབྱོར་དང་རྙིང་འབྱོར་ལས་དུ་བ་དབྱེ་བ་ཆེ་གཅིག་གསར་འབྱོར་ལ་ན་ནིའུ་ཁ་མོས་ལ་གོ་ར་ཡ་ནི་དེ་ལ་ང་ཚོས་ཀྱི་ཅིག Definition དེ། ད་འདོད་པ་དོག་ཡག་པོ་ཆེ་མི་འདུག་གསར་འབྱོར་ལ་དོན་བོད་ནས་གསར་པ་འབྱོར་བར་ལག་པར་ནེའུ་ལག་སྒོ་ར་ཨ་ནི་སྙེ་མ་སྙེ་མ་ནས་བོད་ནས་ཕེ་སྐྱོ་ཡིན་ནས་ད་འདོད་ཚིག་གསར་འབྱོར་ལ་ནི་མིང་བཏགས་ཨེ་ཤི་ཏོ་ཡ་དེ་ཡ་ང་མགོ་འཚོས་གི་མི་འདུག་ཨ་ནི་གསར་འབྱོར་ཡིན་ན་རྙིང་འབྱོར་ཆ་སྒོ་ར་ད་ལོ་ག་དུས་ཀྱི་སྙེ་ནས་བོད་ནས་ཕེ་བ་ཡིན་ན་ཨ་ནི་དེ་ལ་གསར་འབྱོར་དེ་རྙིང་འབྱོར་ལ་འགྱུར་སྒོ་རེད་ལའེ་བྱོས་ར་དེ་དྲི་བ་དེ་ཅིག་ཆག་གི་འདུག་ཨ

བོད་ནས་ཕེབས་པ་དང་བཙན་བྱོལ་ལ་སྐྱེས་པ་ལ་ནི་དེའི་དབྱེ་བ་འདུག་ཅིག་བྱས་ན་ཡང་དེ་ཅིག་ལན་པོ་འདྲ་བོ་ཅིག་ཡོད་རེད་ར། ནི། གསར་འབྱོར་ལ་དུས་ནི། གསར་བ་ལ་དུས་གསར་བ་ག་དུས་བར་དུ་གསར་བ་ལས་ཀྱི་ལོ་གཅིག་ནང་ལོ་ལ་ཕེབས་པ་ཡིན་ན་གསར་བ་རེད་ལོ་བཅུ་གི་སྔས་ལ་ཕེབས་ཀྱོ་ཡིན་ན་གསར་འབྱོར་རྩིས་ཀྱི་རེད། ཡང། ལོ་སུམ་ཅུ་གྱི་སྙེ་ལ་ཕེ་ཁྱོ་ཡིན་ནའི་ད་འདོད་ས་སྦྱོང་ལ་ན་ནི་ཚིག་གསར་བ་ལའེ་དེ་གི་ག་ལ་བོར་དུས་ཚོད་དེ་ཞིག་སྟོན་གི་མི་འདུག་ཨ་ཆེ་ཚང་མ་ཏིང་ངེ་འདྲ་བོ་ཅིག་ཆགས་འདུག་ར་ཆེ་ཚང་ངེ་གི་ང་རང་གི་བསམ་ཚུལ་འདྲ་བོ་ཅིག་བོད་ནས་ཕེ་བ་དང་བཙན་བྱོལ་ལ་སྐྱེས་པ་ལའེ་དེ་ལ་ནི་ཡང་དེ་ཅིག་གི་དབྱེ་བ་ཅན་ན་ཅིག་འདྲ་བོ་འགྲོ་ཞིག་འདུག་ར་ལྟའང་ང་ཚོའི་གི་བཙན་བྱོལ་ནང་ལོགས་ལ་ཡང་མི་ཁ་ཤས་ཅིག་གི་ཚིག་ས་འཇོག་ལས་དེ་བེད་སྤྱོད་བཏང་འདོད་ཙམ་པ་ལ་སེམས་ལ་ངར་སྐད་ཕྲག་དོག་ནི་ཁར་ཤོར་ཅིག་མཐོང་ཆུང་བཏང་ངེས་འདྲའོ་བྱས་ནས་ཚིག་དེ་བེད་སྤྱོད་བཏང་གི་འདུག་ཨ་ན་དེ་ཕྱི་ན་ཡང་དབྱེ་བ་དེ་དབྱེ་བ་ཅན་སྟུག་པ་ཅིག་འདྲའོ་བྱས་རེད་དོ་ཀུན་སློང་ངན་པ་འདྲའོ་བྱས་རེད་དོ་ངོ་འདི་གི་ཡག་པོ་ཐོབ་མི་འདུག་ཟེར་བ་ཨ་ནི་ས་མཆོག་བོད་ནས་ཕེབས་པ་ཡིན་ན་ཁོ་ཚོ་ལ་ད་ལྟ་བཙན་བྱོལ་ལ་ཡོད་ཉེས་ཀྱི་མི་རྐང་རེ་གཉིས་ཅིག་ཡིན་ཡང་ཧིན་དི་གི་ཚིག་ཅིག་བོད་ཆུ་དང་ནས་ཅིག་དཀར་ཆག་སྒྲོག་ཆེ་ལ་ཤི་ཏོ་ཡང་དེ་ཡན་ང་དབྱེ་འབྱེད་དེ་རྩ་བ་ཉིད་ནས་ཡག་པོ་མཐོང་གི་མི་འདུག་ཞེས་བ་ད་ཚིག་ལས་དེ། སྐད་ཡིག་ནང་ལོགས་ལ་སྐད་རིགས་མ་འདྲ་ནང་ལོགས་ལ་ཚིག་མ་འདྲ་མ་འདྲ་ཡོད་དུས་ཚིག་དེའི་དོན་དག་དེ་ཡག་པོ་གོ་ཚོད་པ་བྱེད་རོགས་ཨ། ཨ་ནི་ཚིག་གཅིག་ལ་དོན་སྟོང་འདྲ་མང་པོ་ཡོད་སྲིད་པ་ཅིག་རེད། ལས་སྦྱོར་ལྟ་ཨིན་ཇི་ནང་ལོགས word ཚིག་གཅིག་ཡོད་པ་ཡིན་ན་ཨ་ནི་དེ་ལ་ཚིག་གཞན་པ་གཞན་པ་འདྲ་བོ་ཡོད་ན་ལྟ་ཨ། Synonym འདྲ་བོ་བྱེད་ལ་དགོས་རོགས་ཨ། དེ་འདྲ་ཡིན་དུས་ཨ་ནི་ཚིག་གཅིག་གི་དོན་དག་མང་པོ་ཤེས་པ་ཡིན་ན་ལྟ། ཚིག་ཚིག་ཚོད་དེ་ཕྱུག་པོ་ཡོད་ན་ཨ་ནི།

གར་བྱེད་འགྲིག་གི་ཡོད་མ་རེད་བསམ་གྱི་འདུག་སེ་ན་ར། བོད་ནས་འཕེལ་འགྱུར་གྱི་མི་དེ་ཚོ་ཁོ་རང་ཚོ་བོད་ལ་ཅིག་མི་རྫིག་གི་ཉམས་མྱོང་ཐོག་ནས་ཨ་ནི་ཤེས་ཡོན་མང་པོ་ཅིག་ཡོད་རེད་ཨ་ནི་སློབ་གྲྭ་ཐེ་ཉེ་དེ་ཚོ་ནི་དངོས་གནས་ཀྱི་ཧ་ལས་པའི་གི་སློབ་སྦྱོང་ཡག་པོ་གནང་རྒྱུ་དེ་འདྲས་ཡོད་རེད་ར། ད་ངེད་ཀྱི་དཔེ་ཅིག་བཞག་པ་ཡིན་ན་ད་ལྟ་རམ་ས་ལ་ལ་བཞུགས་ཉེ་ཚེ་རི་ཟླ་བ་ལ་ཡོད་པ། ཡེ་ཧ་ལེ་བྷི་ཀི། གར་ལ་གོ་རེ་ཅིག། ཤེས་ཡོན་ཕྱུག་པོ་དེ་རེད་དོ། ཨ་ནི་གང་ཅིའི་ཐོག་ལ་བཀའ་མོལ་གནང་ཞུ་བའི་ནས་ཞུ་ཐུག་ཉེ་གསུང་ཐུག་ཉེ་ཅིག་བྱས་ར། ཨ་ནི་བོད་ཀྱི་བོད་ཙམ་མེན་པ་འཛམ་གླིང་རྒྱལ་ཡོངས་ཀྱི་སྲིད་དོན་ཐོག་ལ་ཅིག་གོ་བརྡ་འཕྲོད་ཉེ་ཅིག་མེད་ཅིག་རེད་དོ། ཆེ་ཚང

བསམ་བློ་བཏང་སྟངས་གཅིག་པོ་གཅིག་ལ་བལྟ་བ་ཡིན་ན་རོ་ཨ་ནི་ཡིན། བོད་ནས་ཕེབས་སྐྱོར་དེ་ཚོ་ལ་བཀའ་ཆད་ལབ་ན་རྩ་བ་ཉིད་ནས་འགྲིག་གི་མ་རེད་ཟེར། ཁ་ཅིག་ཟེར་ན་ཁོ་རང་ཚོ་བོད། བོད་ནང་ལོགས་ལ་སྐད། བོད། ནང་ལོགས་ཀྱི་ཁོར་ཡུག་དེ་ནང་ལོགས་ལ་འཚར་ལོངས་བྱས་ནས་ཁོ་རང་ཚོ་ཕེབས་མཁན་ལ་ཞུ་ཉེན་ཡིན་པ་ཡིན་པས་ཀྱི་སོ་སོ་སོའི་ཀྱི་ཤེས་ཡོན་ཅིག་ཡོད་རེད་རོ་ཨ་ནི་ཡིན། དེ་ལ་བཀའ་ཆད་ལབ་ན་རྩ་བ་ཉིད་ནས་འགྲིག་གི་རེད་བསམ་གྱི་མི་འདུག་ད། དེ་ནས་ཅིག། སློབ་གྲྭ་དེ་འདྲ་ལ་དམིགས་བསལ་གྱི་ཐད་མེད་པ་ཡིན་པ་ཡིན་ན་ཡང་ཟེར། སོ་སོའི་གི་མི་ཚེ་ནང་ལོགས་ལ་ཇི་དགོས་བརྗོད་ར་ད་སོ་སོ་སོའི་གི། རང་ཁ་རང་གསོ་བྱེད་ཡ་བྱེད་དོ་ཨ་ནི། སོ་སོའི་གི་ཕ་མ་སྤེན་རྒྱ་ལྟ་ཐུ་ཡ་དང། དེ་འདྲའི་ཐོག་ནས་ཁོང་ཚོ་ལ་ཀ་ཆ་ལ་ན་ཙག་གཉིས་ནས་འགྲིག་མ་སོང་གི་འདུག་ར། ཁ་ཤས་བོད་ནས་ཕེབས་མཁན་ཁ་ཤས་ད་ང་ཚོའི་བཙན་བྱོལ་ལ་སྐྱེས་སྐྱོ་ལས་ལྷག་པ་གི་འཇོན་ཐང་ཡག་ག་ཡོད་སྐྱོགས་ཤེས་ཡོན་དེ་ཚོ་ཡག་ག་ཡོད་སྐྱོགས་དེ་འདྲ་མང་པོ་ཅིག་མཐོང་དེ་ཐོག་དེ་གཅིག་བྱས་ར་དེ་ནས་སྐད་ཡིག་ཐོག་ནས་བྱས་པ་ཡིན་ན་བོད་ནས་ཕེབས་མཁན་ཚང་མ་ལོ་བོད་ཡིག། སྤུས་དག་ཤིང་གི་དོ་བ། བྱས་ཙང་ང་ཚོ་བཙན་བྱོལ་ལ་ཡོད་ཉེ་ཚོད་ཀྱིས་བོད་ཡིག་རྒྱག་སྟངས་དང། བོད་ནས་ཕེབས་མཁན་དེ་ཚོས་ཀྱིས་བོད་ཡིག་རྒྱག་སྟངས་དེ་ཚོ་དང། ས་དང་གནམ་གྱི་ཁྱད་པར་འདྲ་བོ་ཅིག་མཐོང་གི་འདུག་རོ། གཏམ་མང་ཅིག་ཐོག་ནས་སྐད་ཤེས་ཡོད་དག་བཙན་བྱོལ་ཡང་ཁ་ཤས་ཡང་བོད་ཡིག་སྤུས་དག་དེ་འདྲ་ཡོད་ཡོད་རེད་རོ། དེ་ཡིན་དུས་བོད་ནས་ཕེབས་མཁན་ལ་བཀའ་བཅག་ལ་ཡ་དེ་ང་གོ་ཚོད་མི་འདུག་ར། དེ་ནས། ག་ལ་འོ་རེད་སྲིད་དོན་ཐོག་ལ་ཕྱི་པ་ཡིན་ན་ཁོ་རང་ཚོ་བོད་ནས་ཕེབས་ཉེན་རྣམ་པ་དང་བོད་ལ་བཞུགས་ནས་ཁོ་རང་ཚོ་དང་དཀར་ཆ་རྩ་བ་སྙིང་ནས་མ་རེད་ཞོད་ཡིན། གར་ཆེན་ཟེར་བ་ཡིན་ན་ཁོ་རང་ཚོ་དངོས་གནས་ཀྱི་སོ་སོའི་ཀྱི་རྒྱལ་ཁབ་དེ་སོ་སོ་ལ་ཐག་གིས་ཡོད་པ་ཧ་གོ་ཉེན་ཅིག་ཆེ་རེ་བ་ནི་མི་གི་དབང་ཡོད་བ་ལ་དེ་གི་མེད་བ། དེ་འདོད་མེད་བ། དེ་འཛུགས་ཧ་གོ། ཨ་ནི་ད་འདོད་སུ་སུའི་གི། རང་དབང་རྩོད་ལེན་ཇི་ཡིན་ལ་ཡ་གི། སྙིང་སྟོབས་དེ་ཡོད་སྐྱོགས། དེ་འདྲས་གི་ཐོག་ནས་ཁོ་རང་ཚོ་ད། རྩ་བ་ཉིད་ནས་སྐར་ཆ་རེད་མི་འདུག་ཟེར་བ། ང་ཚོ་དམིགས་བསལ་གི་ཀླད་པ་དེ་ང་ཚོ་ལས། དྲག་ག་འདུག་གཞོན་ཡིན་པ་ཆེ་ཚང། ཚིག་སྐར་ཆ་ལ་ཡ་དེ་བོད་ཆས་མ་བཏང་གོ་ནས་དང་པོ་གཉིས་ལ།

ཁོ་རང་ཚོ་ལ་ཡག་པོ་ཕྱིན་ནས་སྐད་ཆ་ཉན་པ་ཡིན་ན་ཁོང་ཚོ་ལ་ཞེ་བོ་གཅིག་གི་ཁ་ལོག་རེད། བོད་ཀྱི་རྩ་དོན་ཐོག་ལ་བཤད་ཡོད་རེད་དཔེ་མང་པོ་བཤད་ཡོད་རེད། ད་བོད་ནང་ལོ་བོད་ཀྱི་རིག་གཞུང་ཐོག་ལ་ཁ་ལོག་རེད་ཁོ་རང་ཚོ་མང་པོ་བཤད་ཡོད་རེད། དག་པོ་དག་པོ་ཡེ་ཡག་པོ་ཕྱིན་ནས་རྒྱབ་ཡོད་རེད་ར། བྱས་ཙང་བཀའ་ཆེ་ལའི་ཚིག་དེ་ང་མགོ་ཚོས་གི་མི་འདུག་ར། ད། དབྱེ་འབྱེད་ཐོག་ལ་ལས་དེ་ཆེ་ཚང་ང་ཚོས་ཀྱི་བོད་པའི་སྤྱི་ཚོགས་ནང་ལོགས་ལ་ཅིག་གསར་འབྱོར་རྙིང་འབྱོར་ལ་ཅིག་བྱས་དེ་ཀྱི་དབྱེ་བ་བཅད་དེ་ཅིག It's groundless ར་དེ Discrimination དབྱེ་བ་བཅད་དེ་དབུ་ནས་ཀྱི་ཅེས་དགོས་ཡས་ཀྱི་རྒྱུ་མཚན་ཁོ་ར་མི་འདུག་ར། ནི་ཅིག་རྒྱུ་མཚན་མཐོང་ངེས་དེ་འདྲའི་རེ་སྙེག་འདྲ་བོ་འདྲ་ཡོད་པ་ཡིན་ན་ནི་དེ་སུ་སུའི